རང་རྒྱལ་གྱི་མི་རིགས་ཁག་གི་མི་དམངས་རྣམས་ཀྱི་དངོས་པོའི་འཚོ་བའི་ཆུ་ཚད་མཐོ་རུ་ཕྱིན་པ་དང་བསམ་པའི་དཔལ་ཡོན་ཉིན་བཞིན་ཕུན་སུམ་ཇེ་ཚོགས་སུ་ཕྱིན་པ་དང་ཆབས་ཅིག་བདེ་ཐང་དང་ཚེ་རིང་རྒྱུ་ནི་མི་རྣམས་ཀྱིས་དོ་ཁུར་ཆེ་ཤོས་བྱེད་པའི་བརྗོད་གཞི་ཞིག་ཏུ་གྱུར་ཡོད། དེ་ཡང་ལོ་གཅིག་གི་དབྱར་དགུན་སྟོན་དཔྱིད་ཀྱི་དུས་བཞི་དང་དུས་ཚིགས་ཉི་ཤུ་རྩ་བཞི་རེས་མོས་སུ་འཁོར་ཞིང་གནམ་ས་གཉིས་ཀྱི་ཉིས་བརྒྱ་ལས་བྱུང་བའི་འགྲོ་བ་མི་ཡི་ལུས་ཁམས་སྐྱོང། དུས་ཚིགས་ཉེར་བཞིའི་གནམ་གཤིས་འགྱུར་བ་དང་ས་གཞིའི་བྲོ་གྲོང་གི་རྗེས་སུ་འགྲོ་བ་ཆུ་གཉིས་ཡིན། འོ་ན་ས་གཞི་ལ་དྲིལ་བུ་གྱི་གཡའ་ཚུད་པ་དང་དྲི་བ་གང་སྨོས་འདས་ཚ་བ་ཆུན་སོགས་ཀྱི་དུས་སུ་གཞིའི་འགྲོ་ལས་ཅི་འདྲ་བྱུང་དགོས་པ་དང་ལུས་ཁམས་ལ་བདག་གཅེས་བྱེད་སྟངས་ཅི་འདྲ་ཡིན་རྒྱུ་རེད་ཟེར་ན།

སྟོང་ཁམས་འབྲས་བུའི་ཡང་ད་ལྟ་འབྲུག་འདྲ་གི་ཕུན་སུམ་ཚོགས་པ་འདྲ་འདྲ་དུ་འདྲ་ཟེར་གི་དེ་རྟག་ཏུ་ན་འོ་ད་ད་ཙི་ཧི་ཡོད་ཡིན་དེའང་འདྲ་འོ་ད་ད་འདྲ་ཡིན་འདྲ་ད་འདྲ་ཡིན་དེ་གཅིག་མེ་ཐོག་མིག་སེར་བ་རྡོག་རེད་འཆར་མི་འཆར་དེ་ཚོ་ཡང་ད་ང་ཚོ་མི་སེར་གི་བསམ་བློ་གཏོང་ལུགས་ཡིན་ན་རྟག་ཏུ་ཧ་ལམ་ཡང་འཁུར་གི་ཅིག་དུས་ཀྱི་རང་བཞིན་ཐུན་མོང་མ་ཡིན་པ་ཟེར་གི་རྩི་ཁྲོལ་རྟ་རོང་སྐྱེས་གི་རྒྱུ་མཚན་དེ་ཡང་ཧ་ལམ་དུས་མི་འདྲ་ཟིག་ཡིན་ཁོ་ཡིན་དེའང་འདྲ་དུས་མི་ཟིག་རེད་འོ་ད་ད་གི་འོ་ད་གཅིག་ང་ཚོ་གི་ཅིག་རྒྱལ་བ་དྲི་བ་གང་ཟེར་འདུག་རྒྱོ་ད་འོ་ད་ད་ད་ཚར་སོང་ཡིན་དེའང་འདྲ།

ད་ནི་ཁྱེད་ཀྱིས་ཆར་ཆེན་འབབ་བཞིན་འདྲ་འདྲ་ཏིང་མི་དགོས་ཁྱེད་ང་ཚོ་ཧོ། ཨོ་ད་ནི། འདི་ཚོ་ལ་ཡང་འཛེམ་དགོས་རྒྱུ་འདྲ་འདྲ་ཕྱི་ལོག་ཡོང་རྒྱུ་ལ་ཅིག་སྔོན་འགོག་འཛིན་ན་འདྲ་ད་ཅིག་ཕྱི་རགས་འདྲ་ཡག་མོ་ཅིག་གྲལ་འགྲིག་པོ་ཨེ་མིན་བལྟ་རྒྱུ་འདྲ་འདྲ་ད་ནི་བཞང་ཁ་དེ་ཚོ་ལ་ཨོ་ཅིག་ཅིག་ལྟ་རྟོག་ཉེ་འདྲ་བྱེད་རྒྱུ་འདྲ་འདྲ་ཨོ་ད་དེ་འདྲ་འདྲ་ཟེར་ཨོ་ཅིག་ཅིག་དེ་ཚོ་ཟེར་ཁ་རྩི་ཤི་ཡོང་ཡོད་ཡོང་འདྲ་ཡིན་ཏིང་མི་ཟེར།

ཆུ་ཉེ་ཡིན། འོ་ན་དེའི་ཚེ་ཉེ་བཞི་ལས་ཚ་བ་ཆེ་བ་དང་བསྟུན་གསུས་སམ་གུས་བགྱིས་པ་དེ་ཅི་འདྲ་ཡིན་གྱི་རེད་ཟེར་ན།
ད་བཅུ་གཉིས་པ་འུ་ཅག་གི་ཚ་བ་ཆེ་ཟིན་འདུག་ཇོ་འདི་རེད། ད་ལྟ་ཕྱི་མི་ཟིག་ཡིན་འདི་འོ་འདི་རེད་ཟེར་ན་འོ་ཟླ་དྲུག་པའི་ཚེས་བཅོ་ལྔ་ཡིན་ན་འདྲ་ཡང་ན་ཚེས་ཉེར་ལྔ་ཡིན་མིན་ལ་དགོངས་ཀྱི་ཇོ་འདི་ད་ལྟ་ལོ་ཐོའི་ནང་དུ་ད་འུ་ཅག་གི་གསར་བུ་བྲིས་ཡོད་ནི་མ་རེད་ད་འོ་ཟླ་དྲུག་པའི་ཟླ་ཕྱེད་ནང་ན

ད་ཅིག་ཟེར་བ་ངན་པ་གོང་གི་ཅིག་ཆར་ཆེན་པོ་ངན་པ་འབའ་གོང་གི་འདྲ་འདྲ་འདི་ཚོ་ཚང་མ་དང་ང་ཚོ་གི་ཅིག་ཅིག་ཉེ་ལ་ཧྲག་རྒྱུ་དེ་དག་ཅིག་ཆུ་ཟེར་ཁོ་ན་གི་བཙོག་པ་ངན་པ་དེ་མིན་ཅིག་ཅིག་ཅིག་དྲི་མ་ངན་པ་དཀྲོག་མཁན་འདྲ་འདྲ་ཧྲག་སོང་ན་མི་ཉན་གྱི་འདྲ་འདྲ་དེ་མིན་གི་བཙིར་སྟངས་སུ་ཡོད་ཤོག་འདྲི་ངོ་མ་བལྟས་ན་ཅིག་ཀོ་རེ་ཀོ་རེ་དང་འདྲ་རིག་རྒྱུ་འདྲ་འདྲ་ཡོད་ཤོག་འདྲི་དེ་འདྲ་ཡིན་དུས་ང་ཚོ་གི་ད་བོད་ཀི་ས་ཆ་ན་ན་སྔོན་མ་ནས་ཁྱད་པར་དུ་འབྲོག་པ་འདྲ་འདྲ་ཡིན་ན

ཀྱང་བལྟས་སོང་ན་ཙི་ཙི་དེ་མི་ཟིག་གི་འཛེམ་པ་དེ་ཡིན་འདུག་ཡོད་དོ་ཁོ་ནི་རེད་དེ་ཡིག་ཆ་གིས་འབྲོག་པ་འདྲ་ཡིན་ན་རྒྱུན་པར་དབུགས་ཅིག་ཅིག་ལམ་མཐོ་ས་སོང་གངས་མཐོན་པོ་འདྲ་དེ་མི་ཚང་དབུགས་ཅིག་ཅིག་རྩྭ་རྩི་ཤིང་འདྲ་ངན་པ་ཅིག་ཅིག་མྱི་ཟིག་གི་སྟེང་མ་ཡིན་གྱི་དེ་རྐང་པ་གི་ཧམ་གཙང་ཡིན་གྱི་བཤགས་སོང་ན་ཡང་ན་སེར་བ་འབབ་ཐ་ཟིག་གི་འདྲ་འདྲ

ཁྱེད་ཀྱིས་ད་ནི་ཆུ་ལོག་མི་རྒྱུག་རྒྱུ་འདྲ་འདྲ། སེར་བ་རྒྱབ་ཡོད་ཅིག་ལོ་ཐོག་མི་གདོང་རྒྱུ་འདྲ་འདྲ་དེ་མིག་གི་དོན་དག་ལ་སྔོན་འགོག་བཟོ་ཡི་འདུག་རྒྱུ། འདིར་འབྲེལ་བ་རྒྱག་རྒྱུ་ཡོད་ཤོག་འདྲི་དང་ང་ཚོས་ལོ་ཐོ་ནང་ང་ད་འདི་འདྲ་ལྷག་མོ་བྲིས་ཡོད་ནི་མ་རེད་དམ། ག་ལི་ག་ལི་བྲིས་ན་ཁོ་ཚོ་ཚང་མ་གི་དེ་འདྲ་གི་ཅིག་མི་སྲིད་གི་ཉམས་མྱོང་གི་འཚོ་བ་གི་ནང་ན་ཅི་འདྲ་ཟིག་འཛེམ་གི་ཡོད་དེ་མི་བཤད་སྟངས་དཔེ་ན་འགའ་རེ་ཡིན་ནའི་བདེ་བ་ནས་ན། ས་ཆ་འགའ་རེ་ཡིན་ནའི་བདེ་བ་ནས་ན་དབྱར་ཁའི་དུས་ཚོད་ལ་མི་ཤི་བ་འདྲ་མོ་ཡིན་ན་དེའི་རོལ་དུ་ཅིག།

ད་བག་ཅན་པོ་མ་རེད་ད་ལྟོགས་འགོ་དེ་སྐྱི་ཧུག་འདྲ་འགྲོ་རེད་ད་དུས་ད་བ་དེ་སྐྱི་ཧུག་འདྲ་འགྲོ་རེད་སྐྱི་ཧུག་ཡིན་ན་ད་ང་ཚོ་གོ་ཚིབ་བྱང་ང་ཡི་སྒོ་ནས་བསྡུས་ན་ད་འདྲ་ཟ་ཡི་ནི་མ་རེད་ཡང་དགང་ཟེ་འདུག་འཇོག་ཅིག་དྲི་མི་ཟ་ཅིག་ཡར་མར་འགྱུར་ལྡོག་དྲི་མི་རེད་ཡོད་ཧོ་དེ་འདྲ་ཡིན་ན་ད་དུས་ཁར་གོ་ཆུ་བོ་ཡིན་ན་ཡང་ཕར་དུ་ཁ་འབྲི་ཧོ་རང་པ་ཡིན་ན་སྟོན་ཐོག་སྡུད་པ་རི་སྐྱོ་འདྲ་འདྲ་ད་དེ་ནས་ད་དུས་ཁར་ཧ་ཅིག་བབ་འདྲ་འདྲ་ཆགས་ཡི་ད་ནི་ད་དུས་འདྲ་གི་འཛེམ་དགོ

དེ་ནས་ཟོག་ལ་ཡང་ཅིག་དཀའ་ངལ་ཡོང་ནི་རེད་དེ་ནས་ཁྱད་པར་དུ་སྐྱར་བ་དབུགས་ཆད་འགྲོགས་པ་དེ་ཡིན་ནི་བདེ་བ་ནི་ཡིན་ན་གླང་སྒོམ་མཐོ་ས་ཡི་ར་རི་དུ་སོང་ནི་བདེ་བ་ནི་ཡིན་ན་ཕྱུགས་ཟོག་དུ་འཚོ་ལ་དབུགས་ཆད་ཅིག་དུ་འབུ་འབུ་གི་ཅིག་དབུགས་ཆད་ཅིག་བཟའ་བ་གི་ཉེན་ཁ་དང་བྲལ་མེད་དུ་ཆོག་མཁན་དེ་ཡིན་ཁྲིམས་སྒྲིག་དང་དང་སྲང་ལྟ་ཅིག་གནམ་ས་གང་ན་ཡིན་ན་གྲོ་འབུ་ངན་པ་ཆགས་སོང་ནི་དེའི་དཀའ་ངལ་འདྲ་འདྲ་ཁྲིམས་ཡོད་ཤོག་འདྲ་མ་གཏོགས་གནའ་སྔོན་མ་ཡིན་ན་ལམ་མཐོ་ས་ཡི་ར་སོང་ན་འབུ་ཡོད་ན་ཡང་འབུ་དུ་འཚོ་དེ་མིན་ཅིག་སོ་ནམ་བུ་དང་ཟོག་ལ་ཟུག་ན་ཅིག་བཟའ་ཐུབ་མཁན་དེ་འདྲ་མེད་ཀྱི་འདྲ

དེའི་ལོ་རྗེས་མ་ན་ནི་ཞོ་ལ་སོགས་པ་གི་དེ་ནས་སྒོ་མ་གི་ཐོན་སྐྱེད་ལ་འཕེལ་ཁ་ཡག་པོ་ཡོང་ནི་རེད་མོད་དེ་འདྲ་ཡིན་དུས་དབྱིག་གི་འཕེལ་མ་ཤོར་བ་ལ་སོགས་པ་གི་དུས་དེ་ཚོ་ལ་འཛེམ་དགོས་རྒྱུ་གི་དང་འཁྱག་སྐྱོ་གི་དང་མདོར་ན་ཟོག་དེ་ཚོ་ལ་འཁྱག་སྐྱོ་མི་ཡོང་བའི་ཐབས་ཤེས་བྱེད་དགོས་པའི་དུས་དེ་ཚོ་ལ་ཡིན་གྱི་ཨོ་ད་ད་ཙི་ཤོ་ཡི་བེའུ་འདྲེ་ཨོ་ད་དེ་ལ་ང་ཚོ་ཀྱི་དགུན་གཟིག་ཟེར་འདུག་གི་འོ་ད་དེ་མི་ཟེར་ཡིན་ནི།

བདག་ཁོ་རང་གི་དེའི་ནང་ན་མ་གཏོགས་སུ་འགྱུར་བ་དག་དེའི་ཡན་ཆད་ན་དགོངས་འདུག་རྒྱུ་དེ་མེད་ན་ལྷུང་འགྲོ་རྒྱུ་གཅིག་ཡང་མ་རེད་དགུན་ཐོག་མའི་རང་དགོངས་ཟིན་ཟིན་ཟིན་དགུན་རབ་འབྲིང་ཐ་མ་གི་ནང་གི་དགུན་ཐོག་མའི་རང་དགོངས་ཟིན་འོ་ད་དེ་ཁུ་རུ་འུ་ཆུག་ཆུག་གྲང་ངར་དུ་ཡར་འཐམ་ཟེར་རྒྱུ་མེད་ད་གྲང་ངར་དུ་བཤད་དུ་འཇུག་མི་སྐྱིད་དེ་ནས་ཅིག་ཀོ་རེ་ཡིན་ན་ཅིག་གླ་མགོ་ཐོན་ནས་མ་རེད་ཁ་བ་འདྲ་འབབ་འོང་རྒྱུ་འདྲ་འདྲ་འོ་ད་དེ་མི་ཟེར་བསམ་བློ་གཏོང་ལེགས་ཡོང་ཤོག་འདྲི་ད་ད་ད་འུ་ཆུག་ཆུག་ང་ཚོ

ཁེར་ཡོད་པ་ད་དུ་འདྲ་ཟེར་ཡིན་དེ་ལ་ཅིག་དམིགས་བསལ་ཆེན་པོ་ཡག་ཁོ་ཐ་ན་ངོ་མ་བཤད་བཞག་ན་འདིས་དུས་ཚོད་ལ་དབུགས་ཆུག་ཆུག་ཁ་བ་འབབ་རྒྱུ་ཡང་ཅུང་ཟད་འཐུག་རྒྱུ་འདྲ་འདྲ་ཁྱད་པར་དུ་སྤྱིར་བ་དར་ནག་ཟེར་རྒྱུ་མིས་ཁ་བ་འབབ་ན་ས་ལ་ཆེན་པོ་འཇོག་འོང་རྒྱུ་འདྲ་འདྲ་ཁ་བ་འབབ་པ་དེ་ཡང་ཡུན་རིང་པོ་ལ་གཞི་མི་ཐུབ་རྒྱུ་འདྲ་འདྲ་དེ་འདྲ་ཡོད་སོང་དུས་དེའི་རྐྱེན་ལ་བརྟེན་ནས་ཅིག་མི་དང་དེ་ནས་ཅིག་ཕྱུགས་ཟོག་འདི་ཚོ་ཚང་མ་ལ་འཁྱག་མགར་དུ་དེ་བས་ཀྱང་ཆེན་པོ་ཡོད་པའི་དུས་ཚོད་ཟ